དབུ་མའི་ལམ་དང་པོ་ཆགས་སྟངས་དེ་རེད།

ང་རང་ཚོ་རྒྱ་དང་བོད་ལ་ཡིན་ནའི་ང་ཚོ་མི་གཅིག་གྱུར་ཡིན། རྒྱ་ཡི་སྡུག་བསྔལ་མི་འདོད་པ་དེ་བདེ་བ་འདོད་པ་རེད་ང་ཚོའི་སྡུག་བསྔལ་མི་འདོད་པ་དེ་བདེ་བ་འདོད་པ་རེད་ཟེར་ནས་དག་བསམ་གཏོང་རྒྱུ་རེད་མ་གཏོགས། ཨེ་ནི་དབྱེ་བ་ཕྱེ་ཡག་མི་འདུག་བྱས་ཙང་བ་ད་ང་ཚོས་འདི་གཅིག་གི་དབུ་མའི་ལམ་ཟེར་ཡག་དེ་གཉིས་ཕན་གྱི་བསམ་བློ་གཏོང་ཡག་གི།

བོད་ཀྱི་ཆོས་དང་རིག་གཞུང་དངོས་གནས་དྲང་གནས་ཀྱི་བདག་པོ་རྒྱག་མཁན་དེ་བོད་ཆོལ་ཁ་ཟུང་གི་མི། དེ་གིས་དེ་གིས་ཆབ་སྲིད་ཀྱི་ཐོག་ནས་བོད་སིལ་བུ་ཆགས་པའི་རྗེས་ལ་བོད་ཁ་འཐོར་ཕྱིན་པ་རེད་དེ། བོད་ཀྱི་ཆོས་དང་རིག་གཞུང་བདག་པོ་རྒྱག་མཁན་དེ་ང་ཚོ་ཆོལ་ཁ་ཟུང་གི་མི་ཡོངས་རྫོགས་ལོག་གི་ཤུགས་རྒྱབ་ནས་བདག་པོ་བསྐྱེད་པ་རེད་དོ། བྱས་ཙང་ང་ཚོ་ཆོལ་ཁའི་འཐེན་འཁྱེར་བྱས་རོགས་ད། ང་ཚོ་ཁམས་པ་ཡིན་ས་རོགས་ང་ཚོ་དབུས་པ་ཡིན་གཙང་པ་ཡིན་ས་རོགས་ཨེ་ནས་ཨ་མདོ་ཡིན་ས་རོགས། ཨེ་ནི། ཨ་འབུ་ནང་ཚགས་ཤ་བའི་ཡིན་ནི་ཨེ་ནི་ཁོང་ཚོ་ག་ས། འདྲེ་ཤི་བ་རེད་ས་རོ་ཁོང་ཚོ་ཨེ་ནི། ཡའི་ཡ་རེད་མེ་མེ་ས་ད་དེ་ཕ་མ་མ་འཆི་བ་ཡིན་ན་ཨེ་ནི་མཐའ་མའི་འདིར་དེ་སོ་སོའི་ཁྱིམ་ཚང་གང་སླེ་ཡོང་གི་འདུག་བ། ས་ད་ང་ཚོ་ཆེ་སོན་བསམ་བཏང་བ་རེད། དེ་སྔ་ཡིན་ནི་བོད་སིལ་བུ་ཆགས་པའི་བྱོས་ལ་དུས་ད་ལྟ་བུ་དུ་ཆབ་སྲིད་ཀྱི་གནས་ཚུལ་ག་རེ་ཡིན་ནི་མེད་ནི་བོད་ཀྱི་ཆོས་དང་རིག་གཞུང། སྐད་ཡིག་དང་བཅས་པ་འདི་ཡིག་འདི་སྐད་ཀྱི་མདངས་མི་འདྲ་མི་འདྲ་ཡོད་རེད་མ་གཏོགས་གང་ལྟར་ཡི་གེ་འདི་བོད་ཆོལ་ཁ་གསུམ་གྱི་ས་ཁུལ་ཡོངས་རྫོགས་ལོགས་ལ་གཅིག་གྱུར་བྱས་ནས། བཀའ་འགྱུར་བསྟན་འགྱུར་པུ་ཏི་སུམ་བརྒྱའི་ཡི་གེ་འདི་གཅིག་གྱུར་བྱས་ནས་ད། ང་ཚོ་ལོ་སྟོང་ཕྲག་ལྷག་རིང་ཏུ་ཟིན་པར། ཤེས་སོང་ཨ། ད་ད་ལྟའི་ང་ཚོ་དུས་ཚོད་ལ་ཡ། ཕལ་ཆེར་བོད་ཆོལ་ཁ་གསུམ་གཅིག་སྒྲིལ་གྱི་ནུས་པ་འདི་དེ་སྔ་ཕལ་ཆེར་ཕལ་ཆེར་ཧ་ལམ་བར་སྐབས་ད།

དེ་ཡིས་ད་ཅིག་དེ་སྔ་བྱུང་མྱོང་མེད་པའི་ཚོགས་ཆེན་ཆགས་བསྡད་ཀྱི་ཡོད་རེད། དམིགས་བསལ་ཚོགས་ཆེན་ནང་ལོར་མཉམ་ཞུགས་གནང་མཁན་མང་ཆེ་བ་གཅིག་སློབ་ཕྲུག་ཆགས་བསྡད་ཀྱི་ཡོད་རེད་དེ་གར་མཚོན་ཐུག་གི་འདུག་ཞུས་པ་ཡིན་ན། ཨ་ནི་ད་ལྟའི་དབུ་མའི་ལམ་གྱི་སྲིད་བྱུས་དེ་ལ་གཞོན་སྐྱེས་ཚོའི་ངོས་ནས་ད་གོ་རྟོགས་རྙེད་ཡག་གི་འགོ་བཙུགས་པ་འགྲོ་ཅི་བྱས་ར། ཨ་འབྱུང་འགྱུར་དབུ་མའི་ལམ་འདི་སྲ་བརྟན་ཆགས་དང་མ་ཆགས་ལས་ཆོག་ར། ཨ་ནི་རྒྱུན་གནས་ཐུག་དང་མ་ཐུག་ཟེར་ཏེ་ད་ལྟའི་ད་ཆ་འཚར་ལོངས་བྱེད་བཞིན་པའི་གཞོན་སྐྱེས་ལ་རག་ལས་བསྡད་ཀྱི་ཡོད་དུས། དེ་རིང་གཞོན་སྐྱེས་ཉིས་བརྒྱ་འཛོམས་པ་དེ་གི་ཐོག་ནས་ཨ་ནི་རྒྱ་ནག་ལ་ད་ལན་གར་བཏང་ཐུག་གི་རེད་ཞུས་པ་ཡིན་ན། ར། ཨ་འབྱུང་འགྱུར་ཡིན་པས་ནས་ང་རང་ཚོའི་དབུ་མའི་ལམ་གྱི་ལངས་ཕྱོགས་དེ། བརྟན་པོ་ཞིག་འཛིན་པའི་ཐོག་ནས་ར་ཨི་ནི་གཉིས་མེད་དབུ་མའི་ལམ་གྱི་སྲིད་བྱུས་དེ་ལ་ཨ་ནི་ཨ་ནི་མུ་མཐུད་ནས་བོད་བརྫུན་བྱེད་ཀྱིན་ཡིན་ལས་བྱོས་ར་དེའི་གོ་རྟོགས་ཤུགས་ཆེན་པོ་ཞིག་སྤེལ་ཡོད་རེད་བསམ་གི་འདུག་མཐའ་མ་དེ་དེ་རིང་ཚོགས་ཆེན་དེའི་ཐོག་ལ་ཨ་ནི་གཞོན་སྐྱེས་དག་ཁག་ལྔ་ཟི་ལ་ཡོད་ར་གཏམ་བཤད་བྱས་ཀྱི་གོ་སྐབས་གནང་ཡོད་རེད་ཨ་ནི་དེའི་གེ་ཨ་ནི་ད་ཚོགས་བཅར་བ་མང་ཚོགས་བཅར་བ་ནང་ལོགས་ནས་ཀྱང་དམིགས་བསལ་གཞོན་སྐྱེས་ཚོ་ལ་སྐུལ་མ་ག་རེ་ཐེབས་ཡོད་རེད་ཞུས་དབྱི་ན། འབྱུང་འགྱུར་རོ། ང་རང་ཚོ་གི་འཐབ་རྩོད་རོ། འཐབ་རྩོད་དེ་ང་རང་ཚོས་འགན་འཁུར་དགོས་ཡོད་པ་ཅིག་བྱས་དང་དེའི་ལངས་ཕྱོགས་དེ་ང་རང་ཚོའི་ངོས་ནས་སྣེ་ཁྲིད་དགོས་ཀྱི་ཡོད་པའི་ལ་ཅིག་སྐུལ་མ་བྱོས་ར། དེ་གསལ་བོ་ཅིག་ཨིནི་བྱུང་ཡོད་རེད་བསམ་གྱི་ཡོད་ལགས་སོ། ད་ལྟའི་ཚོགས་ཆེན་དེ་སླད་ཆེད་དེ་དམིགས་ཡུལ་དང་རྒྱུ་མཚན་འདྲ་བ་དེ་ད་རིང་སྐྱབས་མགོན་རིན་པོ་ཆེ་གི་བཀའ་སློབ་ནང་ལ་ཡ་གསུངས་པ་དང་བཞིན་ཆེད་དོན་ཚན་གསུམ་ལས་ཕལ་ཆེར་འདུག་ཆེད་དུས་བཞག་ན་འགྲིག་གི་འདུག་གསུངས་ཀྱི་འདུག་ད་དོན་ཚན་དང་པོ་དེ་ཡ་སྐྱབས་མགོན་རིན་པོ་ཆེ་གི་ད་ནང་གསུངས་པ་དང་བཞིན་ཆེད་མེད་ཚུལ་ལོ་རྒྱུས་ནང་ལ་ཡ་འདུག་ཆེད་ཡ་ཕྱི་མས་ཕྱི་མས་ཕྱི་བལྟ་ཡོང་དུས་དབུ་མའི་ལམ་འདི་གང་ལ་ཡང་འགྲོ་དགོས་པའི་རྒྱུ་མཚན་ག་རེ་ཡིན་མི་གདའ། རང་བཙན་རྩོད་པའི་གནད་དེ་གཅིག། ད་ལྟ་བུ་དོ། ད་ལོ་རྒྱུས་ཀྱི་སྒང་ནས་ད་དུ་མ་གཏུགས་ཆེད་བསྟན་ཡོང་པ་དང་སྒྲུབ་ཐབས་མེད་པ་ཞིག་ག་འདྲས་ཡིན་མི་གདའ་དེ་འདྲས་ཀྱི་རྒྱུ་མཚན་དེ་འདི་ལ་གཞི་བཞག་བྱས་ནས་དབུ་མའི་ལམ་ལ་ཡང་ད་ལྟ་གཞུང་མང་གཉིས་ནས་ནི་ཤར་སྐྱོད་བྱེད་ཀྱི་ཡོད་པ་དེའི་རྒྱུ་མཚན་ག་འདྲས་ཡིན་པ་དེ་དོན་ཚན་གཅིག་བྱས། དོན་ཚན་གཉིས་པ་དེ་ཡང་ད་གང་རང་ཚོའི་བོད་ཀྱི་ཆོས་ལུགས་འདི་རེད། བོད་ཀྱི་ཆོས་ལུགས་འདི་ལ་ཡང་ནི་འཛམ་བུ་གླིང་ལ་ཡང།

གཞོན་སྐྱེས་རྣམ་པ་ཡིན་པ་ཡིན་ནའི་ལས་སོ་སོ་སོའི་ས་གནས་ཡིན་པ་ཡིན་ནའི་རེད་ནི། སོ་སོ་སོའི་འགྲོ་སའི་སློབ་གྲྭ་ཡིན་པ་ཡིན་པའི་ནི་རེད་དེ་གའི་ནང་ལ་ཡ་སོ་སོ་སོའི་འགན་ཁྱེར་ཆེད་ནི་དེ་གང་ཐུབ་ཐུབ་ཀྱིས་ཁྱབ་སྤེལ་བྱེད་དགོས་ཡ་དེ་གལ་ཆེན་པོ་ཆགས་ཤ་ཞེས་འོ་དེ་ཞོན། ད་གུས་པ་འདུག་ཆ་མཚོན་ན་ནི་གཞོན་སྐྱེས་དེ་ཚོ་གི་ཚབ་བྱེད་ཆེད་ནི་ཅིག་ལྡི་ལི་ཁག་རང་ཐོག་ནས་ནི་གཞོན་སྐྱེས་དེ་ཚོ་གི་མིང་ཐོག་དུ་རུ་འདྲ་བྱེད་ཆེད་ད་ད་རིགས་ཚོགས་ཆེན་དེ་ལ་བཅར། ཨ་ནི་བཅར་བ་ནང་བཞིན་གི་ནི

འོ་མའི་ལམ་དེ་ཡིན་པ། ཨ་ནེ་པོ་ཆོས་སྲིད་མི་རིགས་ཡོངས་ཀྱི་བདེ་སྡུག་གི་ཆེད་དུ་ལས་ཀ་ཅིག་བྱེད་ཀྱི་ཡིན་ན་འོ་མའི་ལམ་འདི་ལས་ལྷག་ཅིག་མེད་བ་དེ་གི་ངེས་ཤེས་ཉོ་བའི་སྒང་ལ་ཨ་ནེ་ལ་སོ་སོ་ལ་ལས་དེ་ལས་ཀ་དེ་བྱེད་ཀྱི་ཡིན་ན་མ་འོངས་པ་ན་འདི་ལྟ་བུའི་ཚོགས་ཆེན་དེ་ཨ་ནེ་ག་འདྲ་འཇིག་སྐྱོང་དགོས་མིན་དེའི་སྒང་ལ་བསམ་བློ་བཏང་ཡ་དང་ཨ་ནེ་མ་འོངས་པ་ན་ཡ་ད་རེས་ཀྱི་ཚོགས་ཆེན་འདི་ད་གཞོན་སྐྱེས་སུམ་བརྒྱ་ཉི་ཤེས་ལྷག་ཟེར་འདུག་ཨ་ནེ་ཚང་མ་བསྡོམས་པ་ཡིན་ན་དྲུག་བརྒྱ་མ་ཟིན་ཟེར་འདུག་ད་འདི་འདྲ་གི་མི་མང་རང་བཞིན་གྱི་ཨ་ནེ་ད་གཟི་བརྗིད་ལྡན་པའི་ཚོགས་ཆེན་འདི་བརྒྱུད་ཀྱི་ད་མ་འོངས་པ་ན་ནི་དབུས་སྒྲིག་འཛུགས་འདྲ་བོ་ཅིག་ཚུད་ཐུབ་ཡ་ན་དཔེ་ཡག་པོ་འདུག་ཨ་ནི་དེ་དེ་བཞིན་གྱི་ས་གནས་ཁག་ལ་ཡང་ནི་དེ་འདྲ་གི་ཡན་ལག་བརྩི་ག་དང་དེ་སྒང་ལ་ཁ་སང་ཡང་སོ་སོ་གི་བསམ་ཚུལ་ཞུས་ཡིན་ད་ལྟ་ཡིན་ན་ལ་ནི་སོང་ནས་ཤུགས་བསྐྱོན་ཡ་ཡིན་ཞུས་ཡ་ཡིན། ད་དབུས་པའི་ལམ་གྱི་ཨ་ནི་ཅིག་ལས་གུ་ཐན་དང་པོ་དེའི་ཐོག་ལ་ཡང་ཁྱེད་རང་ཚོ་བ་ག་ཞིག་བྱུང་སོང་ཡ་ཞིག་རེད་བསྡད་གི་འདུག་ད་ང་ཚོ་བ་དེ་ག་ཡིན་ཟེར་ན་དབུས་མའི་ལམ་ཞུ་བ་ལ་ཡ་རྒྱ་བ་ཡུལ་ཤུལ་ནོར་བུའི་གི་གོང་བཤད་རེད་འདི་ལ་ཡ་ཨ་ནི་ཅིག་སོ་སོ་རང་གི་འདི་ལ་ཡ་ཅིག་སོ་བ་མོ་ལང་བཏབ་ཅེས་ཅེས་འདི་ནས་མ་ཡིན་པ། ཨ་ནི་དབུ་མའི་ལམ་དེའི་ཐ་སྙད་གཉིས་སྤངས་བྱས་ཨ་ཐ་སྙད་དེ་ག་རང་ཡིན་པའི་ཨ་ཤེས་པའི་སྒོ་ནས་ཨ་ད་ལན་གྱི་དེ་ཅིག་ལས་ཞབས་ཞིག་ཡིན་ཨ་ད་ག་རང་ཞིག་གིས་ཨ་རྒྱ་བོ་ཡེ་ཤུ་ནོ་བི་གི་དགོངས་གཞི་ད་ག་རང་ཨ་ནི་ཅིག་སོ་སོ་རང་གི་ཨ་འདོད་པ་ཡོད་པ་ནང་བཞིན་གྱི་ཧ་གོ་ནས་ཨ་འདི་ལ་ཡ་དད་གུ་དང་ཨ་འདི་ལ་ཡ་ཅིག་ཨ་ནི་སོ་སོའི་མེ་ཚེ་འདི་ན་ལ་ཡ

གོ་གནས་འཇུག་པ་དང་ཨེ་འདྲ་སེ་གཅིག་བྱེད་དོན་དངོས་གནས་ཀྱི་ད་རྒྱལ་སྤྱིའི་རང་ཞེན་ལྡན་པའི་ཚོགས་ཆེན་གྱི་ཆགས་སྲོལ་བསམ་གྱི་འདུག་ར་ད་སྤྱི་བཏང་གི་ང་ཚོའི་ཚོགས་ཆེན་དེ་ལོ་གཅིག་སྔོན་ནས་ཆགས་ཀྱི་ཡོད་བ་གང་ཞིག་ལ་ཨ་ནི་ལོ་ད་དེའི་སྔོན་ཆད་ག་ཚོད་སྔོན་ནས་ཨེ་འདྲ་ཟེར་ནས་ད་ཚོགས་ཆེན་གྱི་གྲ་སྒྲིག་གི་ད་དེ་འགྲོ་བསྡད་རེད་ད་ང་ཚོའི་ས་གནས་ཁག་ལ་འབྲེལ་བ་བྱེད་ཡས་རེད་ད་ག་ནང་བཞིན་གྱི་ང་ཚོ་གི་ད་མཐོ་སློབ་ཁག་ལ་འབྲེལ་བ་བྱེད་ཡས་རེད་ཕྱི་རྒྱལ་ཡུལ་གྲུ་ཁག་ལ་འབྲེལ་བ་བྱེད་ཡས་རེད། ཨོ་དེ་འདྲ་ད་ཚོགས་ཆེན་གྱི་སྤྱི་བདག་ང་ཚོ་ད་ལས་འགུལ་གང་ཅིག་རེ་ཅིག་སྤེལ་ན་གཙོ་བོ་དེ་དཔལ་འབྱོར་ཆེ་བ་དེ་ཡོད་དུས་ག་ལ་ད་ང་ཚོ་གི་དཔལ་འབྱོར་གྱི་དངུལ་ནི་འདྲ་ཡོང་འབབ་འདྲ་གྱེན་མེད་དུས་ག་ལ་ང་ཚོ་གི་ཕྱི་རྒྱལ་ཡུལ་གྲུ་ཁག་རེད་བོད་མི་གསོད་བཙོང་བ་རེད་ད་ག་ནང་བཞིན་དགོན་སྡེ་ཁག་རེད་ད་ག་ནང་བཞིན་གྱི་ད་ང་ཚོ་བོད་པ་གི་གཞིས་ཆགས་ཁག་རེད་ཚང་མ་ལ་ང་ཚོ་འདྲ་བྱེད་ནི་ད་བྱུང་འཛིན་གྱི་སྟངས་ཨ་ནི་ས་གནས་གྱི་འབྲེལ་འདུས་པ་ཡོད་ས་ལ་ང་ཚོ་འདྲ་བྱེད་ནི་འབྲེལ་འདུས་པ་རྒྱུ་ནི་དེ་མིན་ས་ལ་ང་ཚོ་གི་རེ་བ་བརྒྱབ་འདྲ་བྱེད་ནི་ད་ང་ཚོ་གི་ས་གནས་ཁག་ལ་བྱུང་འཛིན་འདྲ་བྱེད་ནི་དཔལ་འབྱོར་འདུས་སྒོའི་བྱུང་སྟངས་དེ་འདི་བྱེད

ད་དངོས་སུ་གཅིག་ཚོགས་དུས་ག་ལ་མི་དྲུག་བརྒྱ་དེ་ནི་ཚོགས་བཅར་བ་ཁོ་ན་མི་དྲུག་བརྒྱ་ད་ནི་སླེབས་དུས་ག་ལ་ནི་ང་ཚོའི་གི་གྲ་སྒྲིག་དངོས་འདི་དག་ང་ཚོའི་གི་ཀ་ན་སྒྲ་ཐེབས་དང་གངས་ཅན་ས་འདི་དག་བེག་དང་ཚང་མ་དུས་སུ་མ་འདང་ཤི་ཤི་ཨེ་འདྲས་གི་གནས་སྟངས་ཅིག་ཆགས་སུ་ར་ཡིན་ན་ཡང་ད་དགའ་འོས་བ་ཞིག་ལ་ནི་དེ་ལ་ག་རེ་དང་ལ་ན་ཕྱོགས་ག་ས་ག་ནས་རྒྱབ་ཕྱོགས་ཡི་རྣམ་པ་ཤུགས་ཆེན་པོ་ཞིག་མཐོང་གི་འདུག་གང་ཞེ་ན་ཕྱི་རྒྱལ་ཡུལ་གྲུ་ག་ལ་ད་མི་མང་པོ་ཞིག་དངོས་སུ་དེ་ལ་ང་ཚོའི་ཚོགས་ཆེན་ལ་བཅར་ཐུབ་ཡོའོ་མ་རེད་དེ་ཡིན་ན་ཡང་ང་ཚོ་ལ་ད་སེམས་འགུག་དང་རྒྱབ་སྐྱོར་གི་མཚོན་བྱེད་གི་ད་ཁོ་རང་ཚོ་གི་ང་ཚོ་ལ་དཔལ་འབྱོར་གི་མཐུན་འགྱུར་བྱ་ཡ་རེད་ད་ག་ནང་བཞིན་གི